དེ་ནས་དགེ་བའི་ངོ་བོ་ལ་སེམས་རྩེ་གཅིག་པ་བྱ་ཡི་བྱིན་ནས། ལྷག་མཐོང་ཟེར་དུས། དེ་ནས་ཆོས་རབ་ཏུ་རྣམ་པར་འབྱེད་པ། ནི་ཡུལ་གྱི་གནས་ལུགས། ཆོས་ཀྱི་གནས་ལུགས་ལ་ཡང། བརྟགས་ཤིང་དཔྱད་ནས། ནི། བདག་མེད་པ། སྟོང་པ་ཉིད། དེ་འདྲ་གི་དོན་ལ་མཉམ་པར་བྱ་ཡི། ད་དང་པོ་དཔྱད་པ་གནང་གོ་ཡོད་རེད། དེ་ནས་དཔྱད་སྒོམ་བྱས། དཔྱད་སྒོམ་བྱས་ནས། འདི་དང་མཉམ་དུ་འཇོག་སྒོམ། མཉམ་པར་བྱ་ཞི་གནས་དང་བསྲེ།

དྲན་པ་དང་ཤེས་བཞིན། དྲན་ཤེས་ག་འདྲ་རེད། ཨེ་འཇིག་སྐད་རྒྱག་ཡ་མ་རེད་བོད་སྐད། སྐད་བསྒྱུར་ཟེར་མར་དང། ཨ། གང་དྲན་པ་དེ་ལ་མ་བཅོས་པ་ཡུན་དུ་གཤེགས་ནས་དྲན་པ། ད་སྤྱི་དང་གི་དྲན་པ་ཟེར་གིན་ལ་ལུགས་གཉིས་ཡོད་རེད། གཞུང་གི་ལུགས་དང་མན་ངག་གི་ལུགས། གཞུང་བློ་རྩེ་དཔེ་ཆ་རྣམས་ཡོལ་བ། དྲན་པ་དང་ཤེས་བཞིན་སྲིད་དུ། དྲན་པ་སྲིད་དུ་སྒྲིབ་པའི་དངོས་པོ་ལ། མི་བྱེད་པ་རྒྱུན་སྐྱོང་ནི་དེ་ལ་དྲན་པ། ཤེས་བཞིན་སྲིད་ན་བྱ་ར་བ་འདྲ་བོ་བྱོས་རུ་སོང་རོལ་བ། ཡིན་ན་འདི་བསྒོམ་རྒྱག་པའི་སྐབས་སོ། ཞི་གནས་བསྒོམ་པའི་སྐབས་སོ། འདི་གཉིས་ཀ་གི་ཁྱད་པར་མ་ཕྱེ་ནས། གཙོ་བོ་ད་ལྟ་བ་ལ་བཞག་ཡོད་ཡོད། ག་རེ་དྲན་ག་རེ་བསམ་དེ་ཚོ་ལ། དགག་སྒྲུབ་གང་ཡང་མ་བྱེད་པ་བྱས་ནས། དེའི་ཐོག་ལ་མ་ཡེངས་པ་བཞག་རྗེས་ལ་དྲན་པ་སྲིད་ཀྱི་བར། ད་ཚོ་སྨྱོན་བ་ཚོ་སྨྱོན་བ་ཚོ་སྦྱར་བ་ཡིན་ན། དྲན་པ་ཟེར་དུས། ང་རང་ག་རེ་བསམ་པ། ག་རེ་དྲན་པ། ག་རེ་བྱེད་ཀྱི་ཡོད་པ་དེ་ཧ་གོ་བ། དེ་འདྲ་ཚོས་དྲན་པ་ཟེར། ཧ་གོ་སོང། ཡ། ལག་པ་ཞིག་བཀྱགས་ང་བཞག་སོང་ལག་པ་དེ་འདྲ་བྱས་ནས།

སེམས་ནང་ལ་གང་ཡང་མ་བསམ་པ་བསྡད་ཐུབ་ཀྱི་མ་རེད། སེམས་ནང་གང་ཡང་མ་བསམ་པ་ཨུ་ཚུགས་བརྒྱབ་ནས་བསྡད་ན་དེ་ནི་གང་ཙམ་རེ་ན་སྨྱོན་པ་ཆགས་འགྲོ་གི་རེད། དངོས་གནས་རེད། ག་རེ་ཟེར་ན་རྣམ་རྟོག་བཀག་ཐུབ་ཀྱི་མ་རེད། རྣམ་རྟོག་བཀག་ཡ་ཡོད་མ་རེད། ཐབས་ཤེས་ག་རེ་མོ་ག་རེ་བཏང་ན་ཡང་རྣམ་རྟོག་བཀག་ཐུབ་ཀྱི་མ་རེད། རེད་པ།